ཆོས་གྲོགས་ལྷན་རྒྱས་ཚང་མ་ལ་སྔ་དྲོ་དེ་ལས་ཡིག་ཞུ་བྱས་ཟེར་མཉམ་འདུག་དེ་ནས་དེ་རིང་གི་བཅོས་བསྒྱུར་གྱི་ཕྱག་དཔེ། མཚམས་པོ་ནས་བཞུགས་པ་ཡིན་ན། དེ་རིང་གི་སློབ་ཚན་བཅོས་བསྒྱུར་གྱི་ཤོག་ལོ་ག་སུམ་ཅུ་སོ་གཉིས་པ་གཟིགས་ཟེར་ཟེར་དང། འགྲོ་བ་ཉུང་ཟད་ནར་མའི་ཟས་སྦྱོར་བ་ཀ་གཅིག་ཟས་ཙམ་སྦྱིན་པར་བྱེད་པ་དང། ཉེས་བྱས་ཉིན་བྱེད་བགྲང་བར་བྱེད་པ་ཡང་དགེ་བ་སྤྱད་པ་ཡིན་ཞིང་ཞེའོ་གུ་རུ་ཟེར་དེ་ནི་ཚིག་མ་ཉན་པའི་དང་རྩ་ཆེ་མེད་བྱིན་རླབས་ཅན་གྱི་གསུང་ང་ཚེ་དེ་འདུག། ཡུལ་གྱིས་བསྲུང་ཟིན་ནོ་འོག་གཞུག་སྙམ་པོ། དེ་ནས་ཟླ་ལྔ་དང་བྱང་ཆུབ་སེམས་དཔའ་ལ་བསྟོད་པའི་བསྟོད་པ་ཞུས་བྱ་ལ། དེ་ནས་བྱང་ཆུབ་སེམས་དཔའ་ལ་བསྟོད་པའི་བསྟོད་པ་ཤོ་ལོ་ཀ། དེ་ནས་ང་དང། ད་དྲུག་ཡོད་པའི་ནང་ནས་ཡང་ན་དེ་ནས་བསྟོད་པ་དྲུག་ཡོད་པའི་ནང་ནས་བསྟོད་པ་དང་པོ་ཁྱེད་རེད། དེ་ནས་བྱང་ཆུབ་སེམས་དཔའ་གོ་ནས་དེ་ནས་མ་འབྱོར་ན་ཡང་དེ་ནས་བྱང་ཆུབ་སེམས་དཔའ་གོ་ནས་དེ་ནས་ང་དང་ཡ་ཏོ་ཅོག་ནོག་ཕན་ཐོགས་ཀ་ནོག་ཟེར་རེ་ལྟོས་ཞུས། ད་དེ་རིང་ང་དང་བྱང་ཆུབ་སེམས་དཔའ་གོ་ནས།

ཐབས་ཆག་ཟེར་སྙམ་པོ་དེ་ནི་ཐབས་ཤག་ཧ་ལ་ད་ཐབས་ཤག་ཡང་ན་མན་པ་ཞུས་ཏེ་ནོག་པ། རྒྱ་ལས་དང་ཐུ་ཡི་ནང་ནས་ཐུ་བ་རིག་པོ། ད་དེ་ནི་ཅིའི་ཐུ་བ་ཡོད་ཟེར་ན། འགྲོ་བ་ཉུང་ཟད་ཟེར་དེ་ནི་འགྲོ་བ་མང་པོ་ལ་དེ་ནི་གཅིག་འགྲོ་བ་མང་པོ་བོ། རྒྱ་ལ་རིག་འགྲོ་བ་ཉུན་ཟད་རིག་པོ་ཐུ་བ་རིག།

དེ་ནི་བཟའ་འགོ་ལག་ཅིག་ཡིན་པ་ཡིན་ན་འདྲ་འདོན་སྟངས་ཅིག་ཡིན་པ་ཡིན་ན་འདྲ་ཐབས་ཆག་རིགས་དེ་རིགས་ང་བདག་ཕུལ་བྱས། ཐོ་ཡང་དེ་ནི་དུས་རིང་པོ། དེ་ནི་ལོ་དང་ཟླ་བ་བྱས་ཏེ་དེ་ནི་མ་ནི་ཤེས་བ་ནས་ཤེས་བ་ཚེ་རབས་ཚེ་རབས་ཐམས་ཅད་དང་པོར་དང་དེ་ནི་ཡུན་རིང་པོའི་བར་དུ་མི་ཚེ་གཅིག་ག་ཕུལ་བྱ་མ་ཡིན་པ། ཟླ་བ་ཁ་ཅིག་ལོ་ཁ་ཅིག་ཞག་པོ་ཁ་ཅིག་ཕུལ་བྱས།

དོ་ཡང་དེ་ནས་བུལ་ཆ་ཟས་བཟའ་བོ་ཡང་དེ་ནས་ང་ལ། ནར་མའི་ཟས་སྦྱོར་བ་ཞོ་མཉམ་པོ། དེ་ནས་བུལ་ཆ་བོ་ཡང་དེ་ནས་ང་དང། ཐབ་ལྕག་རིགས་དུས་རྒྱུན་དུ་བུལ་བ་ཡིན། ཞོ་དེ་ནས་ང་ལ་ད། དུས་རྒྱུན་ཞོ་མཉམ་པོ། དེ་ནས་ཉི་མ་ཁ་ཅིག་ཟླ་བ་ཁ་ཅིག་དེ་ཚོས་དུས་རྒྱུན་དུ་བུལ་བ་ཟས་སྐམ་པ་ལ་དུས་རྒྱུན་པོ། ནར་མ་ཟས་སྐམ་པོ་དུས་རྒྱུན་དུ་ཞོ་ནག་པ། ད་དུས་རྒྱུན་པོ་ཁོ།

མགོ་ལག་ཡིན་ན་མགོ་ལག་ཐབས་ཆག་གདོན་དང་ཡིན་ན་གདོན་དང་ཐབས་ཆག་གི་བུལ་ཀྱག། དོ་ཡང་དེ་ནི་སྐད་ཅིག་གིས་ཟས་ཙམ་བྱིན་པར་བྱེད་པ་ཟེར་དོ། ལ་སྐད་ཅིག་གིས་ཟས་ཙམ་ཟས་སྙམ་པོ། དེ་ནི་ཡུན་རིང་པོའི་བར་དུ་མ་ཡིན་པ་ཟླ་བ་ཁ་ཅིག་དང་ལོ་ཁ་ཅིག་དེ་ནི་ང་དང་བུལ་ཀྱག་བཞི་སྟོན་ནོ་ང་ལ། དོ་བུལ་དང་པོ་ཡང་ནི་ངེས་བྱས་ཟས་སྙམ་པོ། དེ་ནི་སྦྱོར་བ་བརྒྱ་ལ་མ་ཡིན་པ་རྒུས་པ་མེད་པ་ཁ་སྐྱེངས་ཤིག་དང་སྡུག་བསྔལ་ཤིག་དང་ཁྱེད་ཚོས་སྐྱོན་ཤིག་དང། ལ་མ་རྒུས་པ་དེ་གཟུགས་ཀ་དེ་ནི་ང་དང་བུལ་ཀྱག།

འཇིག་རྟེན་སྣང་ལོ་ཀ་ཡི་དོན་དག་རྡོག་རྡོག་པོ་ཡི་ཚིག་བཞི་ཡི་སྣང་ལོ་ཀ་དཔེར་དོན་དག་རེ་ནས་བཞུད། ཡིན་ན་ཡང་རྡོག་རྡོག་པོ་ཅི་བཞུད་ནོ་ཞུ་སྙམ་པོ། ང་དང་ངའི་མིག་མུན་བརྩེགས་ལ་ཁར། འདོན་དང་ཐབས་ཆག་ཅིག་དོལ་ཡང་དེ་ནི་ཉི་མ་ཁ་ཅིག་ཅིག། དོལ་ཡང་དེ་ནི་ང་དང་གཅིག་ནོ་ཞུ་སྙམ་པོ། སྤུ་རྒྱལ་ལ་དེ་ནི་ཁྱེད་བཟོད་དམ་སྙམ་པོ་ཨ་སྔོ་ཕྱོགས་པ་ལ། ཨ་ནི།